དེ་འདྲས་མ་ཡིན་པར་སོང་རེ་སྙིང་ཀུ་རུ་པས་བལྟས་ནས་ལུས་ངག་གཉིས་ཀྱི་སྤྱོད་པ་གང་ཡིན་པ་དེ་སེམས་ཁོང་ན་ཡོད་པའི་ལྟ་བས་ཀྱི་རང་མདངས་དེ་བྱུང་དགོས་པ་ཅན་གྱི་ཡང་ཐུབ་པ་ཅན་གྱི་འོ་ད་དེ་ཡིན་དགོས་དུས་དེ་རྙེད་ནས་དད་པ་རྩེ་གཅིག་པའི་དད་པ་བཅོས་མ་མ་ཡིན་པའི་དད་པ་ཤེས་ནས་དད་པ་ཐོབ་པ་སེ་མཁས་པའི་དད་པ་དང་གཅིག་གོང་ནས་རྒྱུ་མཚན་ཤེས་པའི་སྒོ་ནས་དད་པ་ཤེས་དགོས་ཀྱི་ཕྱི་མི་ལྡོག་པའི་དད་པ་སེལ་རྒྱུ་ཅན་དེ་དུས་ནང་དུ་འགྱུར་ལྡོག་མེད་པའི་དད་པ་བརྟན་པོ་དེ་འདྲའི་སྐྱེ་མཆེད་ཀྱི་རྒྱུ་རྐྱེན་བཤད་ནས། དེར་ངག་གི་སྒོ་ནས་ཤར་འགྲོ་དང། གང་གི་འོད་དཔག་མེད་ཀྱི་འོད་མཚན་བརྗོད་པ་ལ་སོགས་པ་བདེན་བརྗོད་ལ་སོགས་པ་གཞན་ལ་ཐོས་པ་ཤེས་བརྗོད་ལ་སོགས་པ་རེད། ལུས་ཀྱི་སྒོ་ནས་ཕྱག་མཚལ་གཙོ་འཐབ་མོ་བཞག་བརྗོད་ལ་སོགས་པ་དེ་སོགས་དང་བཅས་ཏེ་ད་ལུས་ངག་གཡས་སུ་འཇུག་པ་གཅིག་སྒྲིལ་གྱི་སྒོ་ནས་ད་འདུན་པ་དྲག་པོའི་ཟེར་གྱི་འདུལ་བ་དཔེ་ཆ་ནང་ལ་འདུན་པ་དྲག་པོ་ཟེར་རྒྱུ་ཅན་ཏེ་རྩེ་གཅིག་པའི་འདུན་པ་བཅོས་མ་མ་ཡིན་པའི་འདུན་པ་ངོ་མ་དད་པ་ངོ་མ་དམ་ཚིག་ངོ་མ། གཡོ་ཟོག་མེད་པར་གཡོ་ཟོག་དུ་ཟོག་རྟགས་ཅན་དུ་བསྟོད་པ་དུས་བཞིན་དུ་མ་གསུངས་པར་བྱིན་ཅིག་དེ་སྙིང་གོ་རུ་བུད་ཀྱིས་བསྟན་ནས། ལན་གཅིག་ཙམ་སྐད་མ་སྐད་ཅིག་ཙམ་གཅིག་ལ་དད་པ་ཞེས་པ་བྱས་ན་དེ་གི་ཕན་ཡན་ག་རེ་ཡོད་ཟེར་ན་དེ་གང་ཟག་རིགས་ཀྱི་བུ་ཡིན་ན་འདྲ་བུ་མོ་ཡིན་ཀྱང་འདྲ་རིགས་ཀྱི་བུའང་བུ་མོ་གང་ཡིན་པ་དེ་ནི་བྱང་ཆུབ་ལགས་ནས་ཤི་མི་བདའོ་ཟེར་དུས།

འོ་ད་དེ་གི་བཤད་ནི་དེ་དེ་དེ་བེད། དད་པ་སྐད་ཅིག་མ་གཅིག་སྐར་མ་སྐད་ཅིག་མ་གཅིག་ཙམ་ལ་བཅོས་མ་མ་ཡིན་པའི་སྙིང་པོ་རུས་པའི་སྟེང་ནས་དད་པ་སྐད་ཅིག་མ་གཅིག་ཙམ་བཤད་ན་ཡང་དེ་བདེ་བ་ཅན་ལ་བཤད་བཞིན་ཞིག་རྒྱུར་འགྲོ་གི་ཡོད་པ་ཡིན་དུས་འབྲས་བུ་བདེ་བ་ཅན་ལ་བཤད་གི་རེད་བདེ་བ་ཅན་ལ་བཤད་ཚར་ན་ཁོ་ཚོ་འཁོར་བར་ཕྱིར་མི་ལྡོག་པའི་ཁྱབ་པ་དེ་འདྲིའི་གི་རྒྱུ་མཚན་ཅིག་ཤེས་པའི་རྟོགས་ཀྱི་སྒོ་ནས་དེ་མགོན་པོ་འོད་དཔག་མེད་ལ་ཕྱག་འཚལ་ལོ་གསུངས་ད་འགོ་ཁོ་ཚོ་མདོ་སྔགས་ཅན་གྱི་འགྲོ་བ་ཐམས་ཅད་འགན་མེད་ལ་འགན་བྱེད་ཅིང་ཞབས་མེད་ལ་ཞབས་ཞུ་མཁན་གྱི་མགོན་པོ་དེ་ད་ཁྱེད་འོད་དཔག་མེད་རེད་དེ་འདུག་དུས། དེ་ཤེས་ནས་རྒྱུ་མཚན་ཤེས་པའི་སྟོབས་ཀྱི་སྒོ་ནས་དེའི་བཀའ་དྲིན་དྲན་པའི་སྟོབས་ཀྱི་སྒོ་ནས། དེ་ལྟ་བུའི་གི་ཤི་མི་སྡུག་པའི་གི་དེ། ད་ཁེ་སོང་ཟེར་དགོས་མ་རེད་བས་དེ་འདྲའི་གི་དེ། ཀྱི་རང་ལ་རག་རྒྱུ་ཐོགས་རྒྱུ་ཆེན་པོ་ཅིག་ཡོད་པ་དེ་ཧ་གོ་དན་ཏོག་ཐེ་ཚོམ་མེད་པའི་སྟོབས་ཀྱི་སྒོ་ནས་ཤེས་པའི་གི་དད་པ་ཐོབ་པའི་སྟོབས་ཀྱི་སྒོ་ནས་ཡིད་ཆེས་བཤད་པའི་ཐོག་ནས་དེ་རྒན་པོ་འོད་དཔག་མེད་ཁྱེད་ལ་ཤ་འཚལ་ལོ་གསུངས་རྒྱུ་དེ་ཤ་འཚལ་བ་བདུན་པ་བདུན་པ་དེ་དེ་རེད།

སངས་རྒྱས་གྲུབ་པ་ཐོབ་ནས་ཡང་སངས་རྒྱས་མ་བསགས་ཀྱི་བར་དུ་ལ་ཡང་དག་བཤད་བ་འདྲ་བོ་དེ་དལ་འབྱོར་བཅོ་བརྒྱད་རྩོམ་པོའི་རྒྱུད་མི་ལུས་བཟང་པོ་འདྲ་བོ་ག་ཚོད་ག་ཚོད་དུ་མི་ཡུལ་འདི་ལ་གླེང་དགོས་ཀྱི་ཡོད་ན་འདྲ། ཡག་གི་བདེ་བ་ཅན་ལས་ཡག་བཤད་ནས་བདེ་བ་ཅན་ལས་བཤད་ཚར་དུས་ན་ཕ་ཆེ་བཤད་བ་ཚར་གཅིག་མ་གཏོགས་བྱེད་པོས་ཀྱི་ལེན་དགོས་འདུག་ཁག་པོ་མ་རེད་ག་ཚད་དགོས་ན་བཤད་བ་ཐེངས་མ་གཉིས་ལེན་དང།

བོད་མི་ཟེར་བ་དེ་ཤི་སྟོང་གི་ཤི་བ་སྨན་པ་ཤེས་མེད་ཤེས་མེད་ཟེར་འདུག་སྐྱེས་མེད་ཤེས་མེད་ཟེར་འདུག་གཡོར་བ་ཤེས་མེད་ཟེར་ན་བླངས་སོང་གཏོང་ལེན་བྱེད་བསྡད་པ་དེ་བོད་ཀྱི་བོད་མིའི་ཐོངས་མཆན་རེད་གོ། དེ་ཡང་ག་རེ་ཟེར་ན་ད་ཆོས་སྐུ་སྣང་བ་མཐའ་ཡས་ཀྱི་རྒྱུ་རྐྱེན་བཤད་པ་ལ་བརྟེན་ནས་ཁྱེད་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་ཡི་དྭགས་བཤད། རྗེ་ཙོང་འཕགས་མ་སྒྲོལ་མ་གྱི་མཁའ་འགྲོ་བཤད། མགུར་པད་མ་འབྱུང་གནས་ཀྱི་མགུར་བཤད་དགོས་པའི་ལྷ་སྐལ་དེ་ཚོ་ཐམས་ཅད་ཀྱི་བསམ་པ་སེམས་ལ་འཇུག་ནུས་པ་སེམས་ལ་སྨིན་གསུངས་པའི་རྒྱུ་མཚན་བྱིན་རླབས་ལ་བརྟེན་ནས་ཀྱི་ནི་རང་བཞིན་གཅིག་ཅེས་དང་དད་པ་དང་དང་སྣང་གསལ་རྒྱུ་འདྲ་བོར་ཤེས་པ་བཟང་ངན་གསལ་རྒྱུ་འདྲ་བོ་ལས་མཐོ་དམན་གསལ་རྒྱུ་འདྲ་བོ་དེ་སོགས་ཐམས་ཅད་ལུས་མཐོ་དམན་བཟང་ངན་གསལ་རྒྱུ་དེ་རང་བཞིན་གྱིས་ཤེས་བསྡད་པ་ཅི། དེ་བརྗོད་ཡོང་དོན་ཡོང་ཆེད་རང་བཞིན་གྱི་དང་ལེན་ཞེས་ཤག་ཤག་འདྲ་ཅིག་ང་ཚོ་བོད་ཕུད་ཀྱི་བོད་མིའི་ཚོར་ཡོད་རེད་མ་ཕྱི་རྒྱ་བོད་པའི་ཚོར་ལ་འདི་སོགས་གནང་འགྲོ་མ་རེད་གོ། ཆགས་མེད་རིན་པོ་ཆེ་སིག་ཟེར་མི་དེ་གས་པས་མ་སིག་བོད་མི་ལ་སྡོང་པོ་བྱེད་མཁན་གྱི་སྡུག་པོ་བཏང་མཁན་ཅན་གྱི། དེ་དུ་ཅིག་རྒྱ་སེ་ཞི་བ་ལ་ཟེར་མཁན་དེ་དང།

ཁ་དོག་སྐྱིད་པ་རེད་ཁ་སྐྱིད་པ་ཡིན་པའི་རྒྱུ་མཚན་གྱིས་ཕོ་ཤ་མོ་ཤ་ལ་ཆད་པ་མེད་དུས་ཁ་འདྲ་འདྲ་ཞིག་རྩོད་ཐུབ་གི་རེད་དེ་ནུས་པའི་ཐོག་ནས་སླེབས་གི་མ་རེད་གོ་ང་རང་ཚོ་ལ་དཔེ་དབུ་མ་ཡོད་མི་ཡི་བསམ་ས་ལ་བརྟག་གི་མི་རྩི་ཟེར་བ་ནང་བཞིན་ཁྱེད་ཀྱིས་ཁ་བཤད་པའི་སྟེང་དུ་ལ་ལུས་ལང་ལེང་གི་ཐོག་ནས་སླེབས་ཐུབ་གི་མ་རེད་དེ་གཉིས་ལ་ལྟོས་དུས་ཕོ་མོ་གཉིས་པོ་དེ་ལུས་བཟང་ངན་རང་གིས་རྙེད་དུ་ཡོད་རེད་དེ། དེ་བཟོ་བ་པོ་གཅིག་གིས་ཁྱེད་ཀྱི་ཆད་པ་བཅད་མེད་མི་ཤེས་ཅི་ཡོད་མི་ཤེས་ནས་དཔའ་རོགས་སྟག་ཤག་སུ་པེ་རྒྱན་ཤན་ཤག་སུ་ནང་གི་བཟོས་དགག་རྒྱུ་གཅིག་མ་རེད་དེ་དེ་བཟོ་བ་པོ་གི་རྒྱ་ལོག་དང་ལས་བཟོ་ངེས་གཉིས་ཡོད་རེད་ལས་བཟོ་པོ་དེ་གི་འདང་ན་ཕོ་ལུས་བཟོ་པོ་དེ་ཤེས་གི་རེད་ལས་བཟོ་པོ་དེ་གི་མ་ལང་མ་འདང་ནས་དེ་ནི་བོད་མིག་གི་ལུགས་ངན་པ་དེ་ཤེས་ཡོང་གི་ཡོད་རེད་ཕོ་ལུས་གླིང་ཚར་ནས་བཟུང་སྟེ་རང་གཞན་གཉིས་ཀྱིས་སྡུག་བསྔལ་མཐོང་ནས་མྱོང་བ་ནད་ན་ཟག་མཐོང་ནས་མྱོང་བ་སྡུག་བསྔལ་སེམས་ཁྲལ་སེམས་ཀྱི་ན་ཟ་སེམས་ཁྲལ་ན་ཟུག་ལ་སོགས་པ་དང་མ་འོངས་པའི་གི་རེ་བ་དོགས་པ་ཆགས་བཞི་བརྟུལ་ཟོག་ཐམས་ཅད་ཀྱི་སྟེང་ནས་རང་བཞིན་གྱི་སྡུག་བསྔལ་ཆུང་བ་སྡུག་བསྔལ་སྣང་གྲོང་ཉུང་བ་སྡུག་བསྔལ་དཀར་ཟས་ཀྱི་སྟེང་མི་ཟ་བ་དེ་འདྲས་ཀྱི་ཁྱད་པར་གྱི་རྒྱ་ཤ་རྒྱག་ཡོད་རེད། བུད་མེད་ཀྱི་ལུས་སྟེ་དེ་ལན་ཚྭ་ནས་བཟུང་སྟེ་ལུས་དེ་གྲུབ་པ་དེ་ནས་བཟུང་སྟེ་ལུས་ལ་ནད་མང་བ། སེམས་ལ་སྡུག་བསྔལ་མང་བ་ཁ་ཡི་སྣང་གྲོང་མང་བ་སངས་རྒྱུ་དྲན་རྒྱུ་སྡུག་བ། ད་ཐམས་ཅད་བརྒྱ་ཤ་བརྒྱ་ནས་བརྒྱ་གཅིག་ཟེར་གྱི་ཡོད་མ་རེད་བརྒྱ་ཤ་ནང་ནས་བསྐོར་བཞག་ན་ཨ་རིག་པོ་བརྒྱ་ཀློག་ཡག་ལ་བཞག་བུད་མེད་བརྒྱ་ཀློག་ཡག་ལ་བཞག་དྲི་སོགས་ཐམས་ཅད་རྩིག་སྒྲོག་ནག་ཅིག་ཅིག་བརྡར་འོང་ན་དེ་ནས་བརྒྱ་ཤ་ཐོན་ཏེ་བསྐོར་འོང་ན་བརྒྱ་ཤ་དྲུག་ཅུ་བདུན་ཅུ་དེ་འདྲའི་རྩ་བོ་ཅན་གྱི་དེ་བུད་མེད་ཟེར་བ་དེ་ལུས་ཀྱི་སྟེང་ནས་ན་ཚ་མང་བ་ནུས་པ་ཆུང་བ།

བོད་པ་ཚང་ལ་ཟོག་མདོག་ནི་བསྡུ་བ་འདྲ་གྱིན་འདུག་ཟོག་རྟགས་ནི་བཙོག་བ་འདྲ་གྱིན་འདུག་མ་གཏོགས་ཅི་ཕྱིར་ཁྱད་ཆོས་གང་ཡང་བསྟན་རྒྱུ་མི་འདུག་བ་ང་སོགས་ལ་སེམས་གསོ་བ་འདི་གི་ཁྱད་ཆོས་དེ། ང་སོགས་ལ་ཡོད་དགོས་པ་གི་རིག་གོང་ཆད་པ་ཅིག་དེ་གི་ནས་འདབ་འབྲེལ་བྱས་ཡོང་དུས་དེ་ཡང་བོད་པ་ཟེར་བའི་འཇིག་རྟེན་ཁོ་ན་ལ་ཉན་ན་གོ་རྒྱུ་ཡོད་པ་བལྟས་ན་མཐོང་རྒྱུ་ཡོད་པ་ཅིག་འབུ་འདུག་གི་ཡོད་རེད་མ་གཏོགས་ཁྱོད་བོད་པའི་གི་ཟ་ཟོག་རྟགས་ལ་བལྟས་ན་ད་ཞག་ཚ་བར་བ།

དེ་ཆུང་ས་སྐྱའི་སོ་ནུ་དང་དུ་ཚོད་ལྟའི་ཆུང་ཆུང་ཆེའི་སོ་ནུ་དང་རྒན་ཁག་ཆུང་ཆུང་ཆེའི་སོ་ནུ་དང། དེ་ལས་ཆང་ཟོས་མི་སྲང་རྐྱེན་གྱིས་བཟའ་ཚང་གཉིས་ལ་བུ་རྒྱུད་ཁ་ཤས་ཡོད་པའི་ཁྱི་ཚང་ཆུང་ཆུང་ཅིག་འདན་རྒྱག་འདུག་དེའི་ཁྱི་ཚང་དེ་ལ་དགོས་རྒྱུ་མི་དགོས་རྒྱུ་ཆོག་རྒྱུ་མི་ཆོག་རྒྱུ་ཕྲན་བདུན་ཕྲན་བདུན་བཙུགས་ཡག་པོ་ཅིག་ཡོད་ན་དེའི་མི་སྲང་ཆུང་ཆུང་དེ་ལ། ཕ་མ་བུ་རྒྱུད་དུ་སྐྱེས་པ་བདེ་སྐྱིད་ཕུན་སུམ་ཚོགས་པ་དང་འོན་རྒྱུ་བརྒྱ་ཆ་བརྒྱ་རེད།

འཕགས་པ་ཐང་ཆེན་ཆེན་པོའི་འགྲེལ་པ་དེ་ཚུར་ཁྲིད་མདའ་ལ་མ་བསྟན་པའི་གཞུང་ས་གསུངས་པ་རྩ་ནས་མེད་པ་ཅིག་ཡིན་དུས་དེ་ལྟ་བུ་གི་ཚུར་ཁྲིད་དག་དགོས་རྒྱུ་ཧ་ཅང་གི་གལ་ཆེན་པོ་ཡིན་དུས་དེ་ག་འདྲའི་ཕྱིར་ནི་དག་གིར་ཟེར་ན། ད་ཁྱོད་ཀྱི་འོད་དཔག་མེད་པའི་མཚན་ཐོས་པ་དང་དད་པ་བྱེད་པ་དང་འོ་ད་དེ་འདྲའི་བྱེད་པ་དེ་ལ། དེ་ནི་མཚན་ཐོས་པ་ཙམ་གྱི་ཕན་ཡིན་མཚན་ཐོས་པ་ཙམ་ལ་བརྟེན་ནས་ཅིར་བྱང་དགོས་པ་དེ་སོགས་ཐང་ཆད་ཀྱི་ཡང་དེ་ཚེ་རགས་ཀུན་ཏུ་ཚུར་ཁྲིད་རྣམ་པ་དག་པ་གསུངས། སོ་ཧྲན་རྣམ་པ་གསུམ་ཁ་རྣམ་པར་དག་ནས་དེ་འབྲས་བུ་ཐར་པ་དང་ཐང་ཆེན་ཆེན་པོའི་གི་འབྲས་བུ་དེ་དངོས་སུ་ཁ་ལག་སྟེང་དུ་འཇོག་རྒྱུ་ཡོད་པ་བྱིན་གྱིས་ཡོང་གི་རེད་སོང་ཚོ་རེན་རྣམ་དག་འབྱོར་སོང་ད་ཚོ་རེན། དེ་སོང་རྒྱ་ཡོད་རེད་ད་དེ་ཚོ་རེན་ཡག་པོ་སོང་ཐུབ་པ་བྱིན་གྱིས་ཡོང་ན་སོང་ན་ད་བདེ་སྐྱིད་ཡོད་པ་མེད་ལ་གསོ་བ་ཡང་པོ་སྟབས་བདེ་ན་དེ་ཤི་སོ་སོ་ད་པའི་གདམས་པ་ཉོན་ཆག་འགྲོ་གི་མ་རེད་ནང་བྱུང་ཆོས་སེམས་པའི་ལྷག་པའང་ཉོན་ཆག་ཤོར་ཐུབ་གི་མ་རེད་སོང་བ་སྔགས་ཀྱི་དམ་ཚིག་ཡང་དེ་ནས།

དེ་སྐད་ཡིན། བདེ་གཤེགས་རྫོགས་པའི་སངས་རྒྱས་ཐམས་ཅད་རྟེན་དགའ་བདེ་ཆེན་དེ་ཡིན་ཏེ་དེ་ལྟ་བུ་དེ་ཧ་ལྐོག་གི་དོན་རྟོགས་པའི་ཆེད་དུ་ལ་ཡང་དེ་བདེ་གཤེགས་འོད་དཔག་མེད་ལ་ཕྱག་འཚལ་ལོ། སངས་རྒྱས་བདེ་ཆེན་དང་དེ་གི་ཕྱག་རྒྱས་པར་འཚལ་བ་ཟེར་རྒྱུ་དེ་རེད། ད་ཆགས་མེད་རིན་པོ་ཆེ་གི་འདི་ནས་མ་ལ་ད་ཕྱག་འཚལ་མ་རྒྱས་མཚམས་ནས་ད་དེའི་མགོ་ནས། བསོད་ནམས་ཀྱི་ས་པའི་གི་ཡན་ལག་རྣམ་པ་བདུན་ཡོད་པའི་ནང་ནས། ཡན་ལག་དང་པོ་དང་ཕྱག་འཚལ་དུས་ཀྱི་ཡན་ལག་གསལ་རྒྱུ་ཅན་དེ་ཕྱག་རྣམ་པ་བརྒྱད་འཚལ་ནས་དེ་འཚལ་རྒྱུ་བྱེད་པ་རེད་ད་དེ་ནས་མར་ལ་ད་རུང་ལ་ཐོད་བསྡད་ན་ད་ཕྱག་འཚལ་བ་ལ་ཚ་ཚོད་རྩ་ནས་མེད་མོད་ཅན་གྱི་དེ་ཕྱག་འཚལ་བུ་སྣ་དྲོངས་མང་པོ་འཚལ་རྒྱུ་ཡོད་རེད་བ་ཡ་ཁོང་གི་ཡས་སྟེགས་ཀྱི་ཆ་ཤས་རེ་རེ་ཁོང་གི་དད་པ་དང་དོ་སྣང་བྱེད་པ་ལ་བརྟེན་པའི་གི་ཐོག་བོད་ཀྱི་ཕན་ཡག་རེ་རེ་ནས་རེ་རེ། ཁ་ལག་སྟེང་དུ་འཇོག་བོད་ཀྱི་ཁེ་བཟང་རེ་རེ་ནས་རེ་རེ་སྟེང་ནས་ཡར་དྲན་ནས་དེ་ཞག་དེ་མཚམས་དུ་དགོས་ན། ད་ཚ་བཙོན་འདྲ་བཙགས་ནས་མེ་དུད་བཙགས་ནས་ད་དེ་གའི་ཡན་ལག་དང་པོ་ཤ་ཚ་བའི་ཡན་ལག་དེ་དེ་དེ་ནས་ཚ་བ་རེད་ད་ང་རང་ཚོ་གི་དེ་རིང་དུ་ན་རྒྱག་རྒྱུ་ཞིག་དེ་ནས་ཡན་ལག་གཉིས་པ་མཆོད་པ་ཕུལ་བ་གི་ཡན་ལག་ནས་བཟང་སྟེ་རྗེས་མ་མ་འཐོལ་རྒྱུ་ཅིག་འོ་དེ་འདྲའི་ཡན་བདེ་ཤིག་ཡོད་པ་མིན་ལ་ཤ་ཚ་ལོ་བསམ། འོ་ད་དེ་ཡིན་དེ་གང་ལྟར་ཀྱང་ཅི། ཡག་རེད་ག། ཤེས་པ་བུད་མེད་ཀྱི་ལུས་གླེང་མི་དགོས་པ། བུད་མེད་ངན་པའི་ལུས་གླེང་མི་དགོས་པ་ཤེས་པ་བཟང་པོ་གི་རེ་སུ་ཤེས་གི་ལུས་གླེང་གི་ཐོག་གི་སོང་ན་ཡང་བདེ་སྐྱིད་འོད་དཔག་མེད་ཀྱི་འོད་མཚན་ལྡན་དགོས་ཀྱི་འདུག་བ། ཐོས་པ་ཤེས་དགོས་ཀྱི་འདུག་བ། ཨོ་དེ་ནི་རེས་བཟང་པོ་རེས་སྨད་པ་ལ་བཤད་མི་ཤོག་པ་དང་རེས་བཟང་པོ་དེ་ཤེས་རོགས་བཤད་ན་སོང་ན་ཡང་བདེ་སྐྱིད་འོད་དཔག་མེད་ལ་ཕྱག་འཚལ་བ་དང་དད་པའི་འཐབ་མོ་བཞག་དགོས་ཀྱི་འདུག་བ།

དེ་གའི་ད་ཕྱག་འཚལ་བ་བྱས་ན་འཚལ་ས་མ་ནོར་བ་མཆོད་པ་ཕུལ་བ་བྱས་ན་ཕུལ་ས་མ་ནོར་བ་ཚིག་བརྗོད་པ་བྱས་ན་བརྗོད་རྒྱུ་མ་ནོར་བ་དེ་ད་བདེ་སྐྱིད་ཡོད་དཔག་མེད་པ་ཁོང་རེད་འདུག་བསམ་པ་དེ། དེ་ཁུངས་ཡོད་ལུང་ཡོད་དེ་མདོ་སྡེ་ཐང་ཆད་ལ་ཐུགས་རྒྱུས་ཡོད་པའི་གི་བསྟན་དེ་ཧ་གོ་བ་བྱས་ནས་ཡིད་ཆེས་ནས། དེ་དེའི་ཐོག་ནས་ཉམས་སུ་ལེན་བྱེད་དུས་བྱེད་རྒྱུ་མཁྱེན་དེ་ག་ཆེ་ཤོས་ནང་ནས་ཆེ་ཤོས་དེ་ཨོ་ད་དེ་རེད་འདུག་ཟེར་རྒྱུ་ཨོ་ད་དེ་རིང་དུ་ན་བཞག་ཟེར། ཨོ་ཐུགས་རྗེ་ཆེ།